སྔ་ཁྱི་གཙུག་རྒྱན་དཔོན་ཆེན་བི་མ་ལ་སླར་ཡང་སྲིད་པ་བཟུང་བའི་ཚུལ་སྟོན་ཅིང་སྙིང་པོའི་བསྟན་པ་སྤེལ་ལ་མདའ་དར་བ་པད་མ་ནོར་བུའི་ཞབས་ལ་གསོལ་བ་འདེབས། མཆོག་ཏུ་གུ་རུ་རྣམས་དང་གང་ཉིད་བློ་དཀར་རྣམ་པ། ད་རིང་རེ་བ་ཅན་གྱི་སྤྱི་ལོ་གསར་དུ་ཤེས་ལ་ཉེ་བ་དང། ལྷག་པར་དུ་ཁྱབ་བདག་དོན་མི་མགོན་པོ་མཚན་བརྗོད་པར་དཀའ་ཡང་དོན་གྱི་སླད་དུ་མཚན་ནས་སྨོས་ན། སྐྱབས་རྗེ་དད་པར་གཤེགས་པ་གྲུབ་དབང་དཔལ་མོ་ནོར་བུ་རིན་པོ་ཆེ་མཆོག། སྤྱིར་བསྟན་འགྲོ་སྤྱི་དང་ཁྱད་པར་དུ་བདག་སོགས་སློབ་མ་ཡོངས་ལ་ཐུགས་བརྩེ་བ་ཆེན་པོས་དམིགས་ནས། སྤྲུལ་པའི་བརྡ་ཤུན་གསར་དུ་བཞེངས་ཏེ་དགུང་གྲངས་དགུ་ལ་ཕེབས་པ་མཆོག་སྤྲུལ་མི་འགྱུར་བདེ་ཆེན་དར་དབང་ཟིལ་གནོན་རྡོ་རྗེ་མཆོག་གི་སྐུའི་འཁྲུངས་སྐར་གྱི་དུས་བཟང་ཁྱད་པར་ཅན་འདིར། གུས་བས། རྣམ་པ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་རྒྱུ་ཡིན། ཨ་ནི། ད་རིང། ད་རིང་གི་དུས་བཟང་ཁྱད་པར་ཅན་འདིར་འཛམ་གླིང་ས་ཕྱོགས་གང་ས་ནས་དད་ལྡན་སྐྱེ་བོའི་ཚོགས་ཀྱིས་དངོས་བྱམས་ཡིད་སྤྲུལ་གྱི་མཆོད་པ་རྒྱ་ཆེན་པོ་དང་འབྲེལ་བའི་སྒོ་ནས་སྲུང་བརྩི་བྱེད་ཀྱི་ཡོད་ལ། གུས་པ་རང་ཉིད་ཀྱང་མགོན་པོ་མཆོག་གི་བློ་འབངས་ཚོགས་ཀྱི་བྲག་ལྟར་འཁོད་པ་ཞིག་ཡིན་ཙང། དེ་ཡང་ཇི་སྐད་དུ་ཡོན་ཏན་སངས་རྒྱས་ཀུན་དང་མཉམ་ན་ཡང་བཀའ་དྲིན་སངས་རྒྱས་ཀུན་ལས་ལྷག་པའི་དོན་རྩ་བའི་བླ་མེད་ཞབས་ལ་སོང་བ་དེ་གསུངས་བ་བཞིན། དེ་འདྲའི་བཀའ་དྲིན་ཅན་གྱི་དེ་བས་བཤེས་གཉེན་མཆོག་དང་འབྲེལ་བའི་དུས་བཟང་འདི་ཨ་ནི་དགའ་སྤྲོའི་སྲུང་བརྩི་བྱེད་དགོས་ངེས་ཤིག་ཡིན་ཙང་དེ་ལ་དམིགས་ནས་ད་རིང་དུས་བས་རྣམ་དཀར་གྱི་ཆོས་དང་འབྲེལ་བའི་སྐད་ཆ་ཉུང་ངུ་ཅིག་བཤད་རྒྱུ་ཡིན། དེ་ཡང་ཐོག་མར་མཁས་བ་བླ་མ་དམ་པའི་ཐུགས་དགོངས་ཡོངས་སུ་རྫོགས་པར་བསམ་པ་དང། བར་དུ་མཁས་པ་བསམ་པ་དེ་ཡི་རྩིས་ཟིན་གང་ནུས་དང་ཐ་མར་མཁས་བ་མཆོག་སྤྲུལ་མི་འགྱུར་བདེ་ཆེན་དཀར་དབང་ཟིལ་གནོན་རྡོ་རྗེ་མཆོག་གི་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པའི་བསྔོ་སྨོན་དང་བཅས། ཨཱ་ནི། ད་རིང་སྐྱེས་ཚེ་ཤེས་ཏེ། བདག་ལ་བསམ་པ་དཀར་བའི་གྲོགས་བོ་ཞིག་གིས། ཨཱ་ནི། བཀའ་དང་དུ་བླངས་ནས། བརྗོད་བྱ་ཕྱི་ནང་གི་ཁྱད་པར་ས་ལ་གོ་བདེ་བར་བཤད་པ་དེ་ཡིན་ལ། ཨཱ་ནི། དེ་ཡང་ཁོང་གིས། ཨཱ་ནི། གུས་པར་ཕྱི་ནང་གི་ཁྱད་པར་ས་ལ་གོ་བདེ་བ་ཞིག་བཤད་དགོས་གསུངས་ཀྱི་འདུག་ཡིན་ན་ཡང་ཁོང་རང་ཕྱི་ནང་གི་ཁྱད་པར། ཨཱ་ནི། མི་ཤེས་མཁན་ཞིག་རྩ་བ་ཉིད་ནས་མ་རེད། བྱས་ཙང། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས། བྱས་འདྲ་ཐབས་མཁས་ལ་ཐུགས་རྗེ་ཆེན་པོ་ཁོང་གི་བྱས་འདྲ་ཞིག་ཡིན་ན་ཐབས་མཁས་པ་བྱེད་རྒྱུ་དེ་གལ་ཆེན་པོ་རེད་ལ་ཁོང་གི་ཡང་ཐབས་མཁས་པོའི་སྒོ་ནས་ཨ་ནི་དོན་དུ་ང་རང་ཉིད་ལ་ཕན་པའི་དམིགས་ཡུལ་ཅན་ཞིག་རེད་འདུག་དཔེར་ན་འོ་རང་བོད་རིགས་ཚོའི་ཁ་རྒྱུན་ལ་ལྷ་སྲིན་མེད་ལྷ་སྲིན་ཇོ་བོ་མིན་ཅེས་པ་ཟེར་བའི་དཔེ་བཞིན་ལས་ལུས་གཞན་དབང་དུ་སོང་ནས་དེ་ནི་བསམ་བློ་ནན་གྱིས་མ་བཏང་ན་ཨ་ནི་ཧོབ་ཀྱིས་བཏང་ན་ཁྱད་པར་འདི་ཚོ་ཡང་བཞག་ཁག་པོ་ཆགས་ཡོད་པ་བྱས་ཙང་ད་རིང་ཁྱད་པར་ཅུང་ཟད་ཅིག་བཞག་རྒྱུ་ཡོད་པ་དེ་ཡང་ཁོང་གི་བཀའ་དྲིན་ཉག་གཅིག་ལ་བརྟེན་ནས་བྱུང་བ་ཡིན་ཙང། ཐོག་མ་ཡིན་ན་ཁོང་ལ་ཨ་ནི་བཀའ་དྲིན་ཤིན་ཏུ་ཆེ་ཞུ་བ་ཡིན། ད་རང་ཉིད་བློ་དམན་པའི་དབང་གིས་དེ་མིན་རང་ངོས་ནས་ད་གསར་ལ་གོ་ཐལ་བ་དེ་འདྲི་ཞིག་བཤད་ཐུབ་ཀྱི་མ་རེད་དེ་ཡིན་ན་ཡང་དམ་པ་གོང་མ་རྣམས་ཀྱི་གསུང་གི་འགྲོས་དང་མཐུན་པ་ཨ་ནི་ཅུང་ཟད་ཅིག་ཞུ་བ་ཡིན་ན། དེ་ནི་མཉམ་མེད་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤས་དེ་ནི་འཆི་བ་ནང་པ་སྐྱབས་འགྲོའི་ཁྱེད་ཅེས་ད་ཁོང་གི་བྱང་ཆུབ་ལམ་འགྲེལ་དུ་འདི་འདྲི་གསུངས་གནང་བ་རེད། དེ་ནས་བསམ་པ་ན་ཕྱི་པ་དང་ནང་པ་གཉིས་ཨ་ནི་སྐྱབས་སུ་འགྲོ་ཚུལ་གྱི་སྒོ་ནས་ཁྱད་པར་ཡོད་རེད་གསུང་བ་རེད། ད་དཔེར་ན་མི་དང་སྤྲེའུ་གཉིས་ཀྱི་ཁྱད་པར་གང་རེད་ཅེ་ན་དེ་སྔ་མ་ཡོད་མེད་ཀྱི་ཁྱད་པར་རེད་ལབ་ན་ཧ་ཅང་འགྲིག་པ་རེད། བྱས་ཙང་ད་ངོ་མ་དངོས་གནས་ང་རང་ཚོའི་ལྟ་བའི་མིག་དང་ཁོག་པའི་སྙིང་དུ་གྱུར་པ། འཕགས་ཡུལ་དང་བོད་ཡིག་གངས་ཅན་ལྗོངས་ཀྱི།

དེ་འདྲའི་ཡིན་དུས་བརྩམས་པ་ལ། མཉམ་མེད་ཇོ་བོ་རྗེ་ནི་ཁྱིམ་པའི་མངའ་བདག་ཡིན་སོང་ཙང་ཁོང་གིས་ཀྱང། སྐྱབས་སུ་འགྲོ་ཚུལ་ཁོ་ནའི་ཐག་གཅོད་བྱས་པ་མ་རེད། དེ་འདྲ་མ་ཡིན་སོང་ཙང། གངས་ཅན་ལྗོངས་ཀྱི་མཁས་གྲུབ་ཀུན་གྱི་གཙུག་རྒྱན་དུ་གྱུར་པ་ཡོངས་གྲགས་སུ་འཇམ་པའི་དབྱངས་རྣམ་གསུམ། བསྟན་པ་འཛིན་པ་ལ་ཡང་རྩེར་སོན་པ། མཁས་པ་ས་སྐྱ་བསྟན་འགྲོའི་ཟླ་ཆེན་པོ་དང་བསྟན་པ་སྐྱོང་བ་ལ་ཡང་རྩེར་སོན་པ་ཀུན་མཁྱེན་ཀློང་ཆེན་རབ་འབྱམས་དང་བསྟན་པ་སྤེལ་བ་ལ་ཡང་རྩེར་སོན་པ། སྙེ་མོ་ཙོང་ཁ་བ་ཆེན་པོ་གསུམ་ལས་ཨ་ནི་ཀུན་མཁྱེན་ཀློང་ཆེན་རབ་འབྱམས་ཀྱིས་ག་རེ་གསུངས་རེད་ལགས་ན་ནི་ཡེ་ཤེས་མཛོད་འདི་པད་མ་དཀར་པོ་ཕྱི་ནང་གི་ཁྱད་པར་བཤད་པའི་སྐབས་ལ་ཨ་ནི། བསྟན་པ་སྐྱབས་ཀྱི་ཁྱད་པར་གནས་ལུགས་ལྟ་བའི་ཁྱད་པར་གོམས་པ་གོམས་པའི་ཁྱད་པར་བྱ་བ་སྤྱོད་པའི་ཁྱད་པར་ཐོབ་བྱ་འབྲས་བུའི་ཁྱད་པར་ཨ་ནི་ཁྱད་པར་ལྔའི་སྒོ་ནས་གསུངས་གནང་བ་རེད་རོ། ད་དེ་ནི་ད་ད་ད་དུང་དེ་ནི་འདི་ནི་མ་ར་ཏིས་གོ་དེ་བཞིན་དུ་ཁ་སྐད་ཁོ་ནས་བཤད་པ་ཡིན་ན་རོ།

འདི་འགྲོ་རི་གསུམ་ལམ་ཡོད་རེད། དེ་ནི་གོམ་པ་གོམ་པས་ཁྱེད་པར་ལམ་ལ། བསམ་བློ་དེ་བཏང་ནས་ལམ་ལ་འཇུག་ཚུལ་གྱིས་ཁྱེད་པར་རོ། དེ་ནི། བྱ་བ་སྤྱོད་པས་ཁྱེད་པར་ལམ་དེ་ལ་ཞུགས་པའི་སྐབས་ལ་དེ་ནི་འབྲས་བུ་དེ་ཐོབ་པའི་ཕྱིར་དུ་ཐབས་ལ་བརྟེན་སྟངས་ཀྱིས་ཁྱེད་པར། དེ་ནི་ཐ་མ། བསམ་བློ་བཏང་ལམ་ལ་ཞུགས་ཐབས་ལ་བརྟེན། ཐ་མི་འབྲས་བུ་དེ། འབྲས་བུ་དེ་ཁོ་རང་ལ་ཡང་ཨ་ནི་ཁྱེད་པར་ཡོད་རེད་གསུངས་གནང་བར་རོ། ད། ད་ད་རིང་ཨ་ནི། དང་པོ་དང་གཉིས་པ་སྐོར་ལ་ཉུང་ཉུང་གིས་བཤད་ཡོད་ར། ཨ་ནི། ག་རེ་ལ་ན་ད།

དེ་ནི་ནང་པ་ཆགས་ཏེ་ཡོད་པ་ད་ཕྱི་རོལ་པའི་སྐྱབས་འགྲོ་དེ་དག་ང་རང་ཚོ་བསམ་བློ་ཡག་པོ་བཏང་ད་ཏག་ཏག་དེ་དེ་ཡོད་མ་རེད་གལ་ཆེ་ན་ད་ཁོང་ཚོ་གི་ད་སྐྱབས་འགྲོ་ཡག་ག་འགྲོ་དེ་ད་ཕྱི་རོལ་པའི་ལྷ་དེ་ཆགས་ཏེ་འདུག་ད་འཇིག་རྟེན་པའི་ལྷ་དེ་འཇིག་རྟེན་པའི་ལྷ་འགྲོ་དེ་ད་ང་རང་ཚོའི་ཨ་ནི་མཁས་པ་རྣམས་ཀྱིས་ག་རེ་གསུངས་རེད་དེ་ནི་རང་ཡང་འཁོར་བའི་བཙོན་རར་ལྷུང་བ་ཡིས་འཇིག་རྟེན་ལྷའི་སྐྱེས་པར་སུ་ཞིག་ནུས་ལ་རེད་ད་རང་ཉིད་ཀྱང་འཁོར་བའི་བཙོན་རར་ལྷུང་དེ་ནི་ད་འཇིག་རྟེན་གྱི་ལྷ་དེ་ག་བ་རྒྱུ་རང་ཉིད་ཧ་གོ་གོ་ར་རང་ཉིད་འཇིག་རྟེན་གྱི་ལྷ་ཁོ་རང་ལ་ཡོད་ད་འཇིག་རྟེན་གྱི་ལྷ་ཁོ་རང

ཆབ་སྲིད་དང་མཐུན་པའི་ཚེ་ཆབ་སྲིད་པ་འདི་ཚོ་གིས་ད་སོ་སོ་ཐོབ་ཡས་དང་སོ་སོའི་ཤོག་ཁག་དེ་ཐོབ་ཡས་བྱེད་འདུག་ཨ་ནི་མི་མང་ལ་ད་གང་སྙིང་སྙིང་རེ་རེ་ཞིག་ཡོད་རེད་བ། ཡིན་ན་ཡང་ཨ་ནི་ང་རང་ཚོ་ནང་པ་ཞིག་ཡིན་པའི་ཆ་ནས་ད་ཆོས་ལུགས་གཅིག་པ་རེ་འཁྱུད་ནས་ལབ་རྒྱུ་ཡོད་མ་རེད་ར། ཁ་ནས་ལབ་པ་ཡིན་ན་ཁོག་ནས་བསམ་རྒྱུ་ཡོད་མ་རེད། ཁ་རེ་བྱས་ན་ང་རང་ཚོ་ད་ལ་ཁ་མིག་ཡར་འདར་བྱེད་ས་དཔེར་ན་སྐྱེ་བ་ཐམས་ཅད་མཁྱེན་པ་ཡོད་རེད།

དེ་ནས་ཡིན་ན་ཡང། ཁོག་ན་བཞག་རྒྱུ་མོག་མོག་དེ་དག་ཁྱོད་ནི་བྲལ་སྲིད་ཀྱི་མ་རེད་ལ་ཁྱེད་རྣམ་པ་ཚོས་ཀྱང་ཨ་ནེ་ཁ་ལ་ཟ་རྒྱུ་མོག་མོག་དེ་ལ་དོ་སྣང་ཉུང་ཙམ་དང་ཨ་ནེ་ཁོག་ལ་ཉར་རྒྱུ་མོག་མོག་དེ་ལ་དོ་སྣང་མང་ཙམ་གནང་རོགས་ཅེས་ཞུ་བ་ཡིན།